འགོ་ཁྲིད་ཞིག་གནང་བ་དེ་འདྲ་ཅིག་རེད། ཨ་ནི། ད་འདི་ལོ་དབུས་ལྷག་མའི་གསུང་ཆོས་ཚོགས་པ་བཙུགས་ནས་མི་ལོ་ཉི་ཤུ་རྩེ་ལྔ་འཁོར་བའི་དུས་དྲན་འདི། ད་ད་ལོ་ཨ་ནི་ཅིག་འཛམ་བུ་གླིང་འདིའི་ཐོག་ལ་ཡོད་བསྡད་ཉེས་ཀྱི་གཞུང་འདིང་པ་ཅིག་གནད་ཡོད་མི་སྣ་མང་པོ་ཅིག་གིས་མ་གྲོས་གཅིག་མཐུན་གྱི་ཐོག་ནས་ཨ་ནི་དུག་ཚེ་ནས་དུས་དྲན་གོ་སྒྲིག་ཞུ་ཡག་གི་ཐོག་ཆེན་ཐག་གཅོད་བྱུང་བ་རེད།

ལྷག་བསམ་དང་སྙིང་སྟོབས་དང། ཨ་ནི། རང་རང་གི་སོ་སོའི་ཤེས་ཡོན་ལ་དཔག་པའི། ལོ་མང་གི་རིང་ལ་ཡང་ཨ་ནི་སྐུ་ངལ་འཛེམས་མེད་སྐྱོན་བྱས་ནས་དོགས་ཆེ་ནས་ད། འོས་ལྷ་མོའི་གསུང་སྐྱོན་ཚོགས་པ། གསར་དུ་དབུ་བརྙེས་པ་དེ་འདྲ་ཞིག་རེད་དེ་འདྲ་ཡིན་དུས་དེ་རིང་གི་སྐུ་མགྲོན་གཙོ་བོ་དེ་ལགས་ང་རང་ཚོའི་གི་ཨ་ནི། ས་གནས་འདའ་ཁར་རང་ལ་ཡང་གནས་ཤུགས་ཡོད་པ་རྒན་དཀོན་མཆོག་རྒྱལ་མཚན་ལོས་ཁར་ཨ་ནི་བཀའ་དྲིན་རྗེས་དྲན་གིས་དེ་རིང་སྐུ་མགྲོན་གི་གཙོ་བོ་ལ་ཡང་དེ་འདྲའི་ཞུས་བྱས། བཀའ་དྲིན་རྗེས་འབྲེལ་ཞུ་ཡག་དང། ཨེ་གཞན་ཡང་ས་གནས་གཞན་ཨ་སོ་སོ་སོ་ལ་ཡོད་དེ་གཉིས་ཀྱི་ཨ་ནི་གནད་ཡོད་མི་སྣ་ས་གནས་སོ་སོ་སོ་ལ་ཕག་ཐུག་ཕྱིན་བཅར་བྱས་ཐུགས་བཀའ་དྲིན་རྗེས་འབྲེལ་ཞུ་ཡག་རེད་ད་དེ་རིང་སྤྱི་དང་བྱས་པ་ཡིན་ན་ང་རང་ཚོ་དགེ་བཤེས་དཀོན་མཆོག་རྒྱལ་མཚན་ལགས་ཀྱིས་ད་ག་སོ་ར་ཁོ་རང་གི་སྐུ་ཚེའི་ལོ་རྒྱུས་ཟིན་ན་འདྲ་དེ་ཚང་མ་དེ་ང་ཚོ་ད་གཞུང་འདེམས་པ་ཡོངས་རྫོགས་པའི། ཨ་ནེ། བློ་ལ་ཡང། ཁྲལ་མི་ལོས་བྱས་ན་གསལ་བསྡད་ཡོད་རེད་དེ་འདྲ་ཡིན་དུས་ངས་ཞུ་མི་དགོས་གྲབས་ཅིག་རེད་དེ་ཡིན་ན་ཡང། དེ་རིང་ཨ་ནེ་ད་གའི་དགོས་མཁོ་དེ་བཏོན་ནས་ད་རྒན་གྱི། དགུ་བཅུ་དགུ་དྲུག་ནས་བཟུང་ནས་ད་བར་དེ་ལ་ཡང་ཕྱག་ལས་གནང་ཞེས་པ་དེ། ཨེ་མགོ་སྤྲོད་ཅིག་དུས་དུས་ཅིག་ཞུས་ཆོག་པ་ཞིག་ཡོད་ཡིན། དེ་འདྲ་ཡིན་དུས་གཙང་བས། ད་རྒན་མཆོག་གིས། དངོས་གནས་དྲན་ནས་ད་དགུ་བཅུ་དགུ་དྲུག་ལོ་ལ། ང་རང་ཚོ་ཚང་མ་ཆུང་དུས་བསྟེན་གསོལ་བྱེད་ཉིན་ཚང་མ་ལ་ཡང་དཀའ་ངལ་དེ་འདྲ་ཞིག་འཕྲད་པའི་སྐབས་དེ་ལ། ང་རང་ཚོ་བོད་པའི་བཤད་སྲོལ་ལ་ཡོད་པ་ནང་བཞིན་རེད་གནམ་གྱི་ས་བརྡུངས་པ། བྱས་ནས་བཤད་སྲོལ་ཡོད་པ་ནང་བཞིན་གྱི་དེ་འདྲས་ཀྱི་དུས་ཚོད་གཉན་འཕྲང་དེའི་སྐབས་ལ་ཡང་རྟ་རྒྱན་གྱི་གཙོ་བ་བྱས་ནས་འབུར་དུ་ཐོན་ནས། ཨ་ནི་ཁོ་རང་གི་ལྷག་བསམ་དང། སེམས་ཤུགས་ད་ག་ནང་བཞིན་འཇོན་ཐང། གང་ཅི་གང་ས་ཅི་ཐོག་ནས་ཕུན་སུམ་ཚོགས་པ་ཡོད་པ་དེ་སྤྱི་བ་ལ་ཡང་ཕུལ་གྱི་ལེགས་སྐྱེས་ཕུལ་ནས་རང་གི་མདོར་ན་རང་གི་སྐུ་སྲོག་ལ་ཡིན་ན་འཛད་མེད་ཀྱི་དུས་ད་ལྟ་བར་དོར་ལ་ཡང་ད་ཆ་ལས་གནང་ནས་མི་ལོ་ཉི་ཤུ་རྩ་ལྔ་ཙམ་དེ་རེད་འགྲོ་གི་ཡོད་རེད། དེ་འདྲ་ཡིན་དུས་ད་འདིའི་རིང་འདི་ལ་རྒན་གྱི

གྲོགས་བཤད་ཇི་ཡག་རེད་ད་དེ་འདྲ་གི་གནས་ཚུལ་མང་པོ་ཞིག་བཏོན་ཡོད་པའི་སྐབས་དེ་ལ། རྒན་གྱི་རྣམ་དཔྱོད་ཀྱི་རང་དབང་གི་རྣམ་དཔྱོད་ནི་པའི་སངས་རྒྱས་ཀྱི་བསྟན་པ་དཔང་ལ་བཙུགས། ད་ག་ནང་བཞིན་གྱི་གཞུང་ནི་པའི་ནང་པའི་ལྟ་གྲུབ་ཀྱི་རིགས་པའི་ལམ་ནས་དྲངས་ནས། དོན་ཚོད་ལ་བབས་གསལ་བཤད་བྱེད་དགོས་ཡག་རེད། ལན་རྒྱག་ལན་རྒྱག་དགོས་ཡ་རེད། གང་ས་ཅིའི་ཐོག་ལ་ཡིན་པ་ཚིག་དོན་ཕུན་སུམ་ཚོགས་པ་ཚིག་གི་ཆ་ནས་བྱ་བ་ཡིན་ན་ཚིག་འཇམ་པོ་དང། ཨན་དོན་ལྷིང་པོ། དོན་གནད་ལ་ཁེལ་བ། ལུང་རིགས་ཀྱི་རྒྱབ་རྟེན་དང་ཡོད་པ་དེ་འདྲའི་གི་ཐོག་ནས་ཨ་ནེ་གསལ་བཤད་རབ་དང་རིམ་པ་གནང་ཡ་རེད་ད་ག་ནང་བཞིན་གི་ཨ་ནེ་རྩོམ་གི་ཐོག་ནས་ཡིན་ན་བས་ཅིག་འགག་ལན་རབ་དང་རིམ་པ་རྩོམ་གནང་ཡོད་རེད། ཨང་ད་ག་ནང་བཞིན་གི། ལྟ་གང་ས་སྤྱིའི་ཐོག་ལ་བ་དན་གོང་གི་དང་ནུས་ཤུགས་གང་ཡོད་ཀྱི་དངོས་ཤུགས་བརྒྱུད་གསུམ་གྱི་ཐོག་ནས་བ་ཚྭ་ལ་ཕུན་སུམ་ཚོགས་པ་གནང་བྱས་པ་དེ་ལ་ཨན་དེ་རིང་གི་གོ་སྐབས་འདི་དང་བསྟུན་ནས་ཨན་རྒན་ལ་ཡང་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡག་དང། ཨན་ད་དེ་རིང་འདས་ཉེར་ལྔ་དུས་ཆེན་གྱི་གོ་སྒྲིག་ཚོགས་པའི

ཨ་ནི་དེ་རིང་དེ་ད་ང་ཚོ་འཛམ་བུ་གླིང་གཞུང་བསྟེན་པ་ཡོངས་ཀྱིས་ཨ་ནི་སྙིང་ཁོང་རོལ་བའི་ཐད་ནས་རྒྱན་གྱིས་ད་ལོ་མང་རིང་ལ་ཡང་བྱ་ལས་ཕུན་སུམ་ཚོགས་པ་གནང་བ་ལ་ཨ་སྙིང་ཐག་པ་ནས་བཀའ་དྲིན་རྗེས་དྲན་གྱི་མཚོན་བྱེད་དུ་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོའི་སྐུ་བརྙན་ཨ་ནི་རྒྱུ་བཤེར་ལས་སྒྲོལ་བའི་དྭངས་གཙང་འདི་འདྲའི་ཆེད་རྒྱལ་ལ་ཕྱག་རྟགས་ཕུལ་བ་ཡིན།

ད་ལྟ་རིགས་ཀྱི་དུས་ཆེན་གསུམ་འཛོམས་ཀྱི་ལྡི་ལི་དབུས་ལྷ་མི་སྲུང་སྐྱོབ་ཚོགས་པ་དབུ་བརྙེས་པའི་དུས་དྲན། སྡེ་བ་ན་ཤིང་གི་འཛམ་གླིང་རྒྱལ་ཡོངས་སྤྱི་རིམ་ཆེན་མོ། སྡེ་བ་ན་ཤིང་གི་འཛམ་གླིང་ཤུགས་ལྡན་དུས་ཆེན་དུས་ཆེན་གསུམ་འཛོམས་ཀྱི་འདི་འདྲིའི་གི་བསྐལ་པ་བཟང་པོ་འདི་འདྲ་ཞིག་གི་ཐོག་ལ་ཡ་ཨ་ནི་ལྷན་རྒྱས་ཚོ་ཚང་མ་གི་འོ་དཔེ་དགོངས་པ་ཆེ་བཞེས་ཀྱི་ཐོག་ནས། ཨ་ནི། ད་ང་དང་ངའི་རོགས་པ་ལས་རོགས་ཚོ་ལ་ཡང་དེ་འདྲིའི་གི་ཨ་ནི་གཟེངས་བསྟོད་གནང་བ་དེ་ལ་ངའི་སྙིང་ཁུང་རུས་པའི་གཏིང་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཟེར་ནས་ཞུ་བའི་དོན་ཚན་གཅིག་དེ་དེ་ཡིན། ད་དེ་ལས་ཀྱང་གལ་ཆེ་བ་གཅིག་ལ་ད་གལ་ཤོས་ཤོས་དེ་ལ་ཡང་ད་ག་རེ་ཟིན་ད་རེ་ཨ་ང་ཚོས་ཉེ་སྔགས་ཀྱི་དུས་དྲན་དེ་བཀྲ་ཤིས་པ་དང། གང་སྨན་རྫས་ཀྱི་སྤོས་དག་པོ་ཅིག་བྱུང་བ་ཡིན་ཙང། ད་དེའི་གི་ཐོག་ལ་ཡང་ནི་ང་རེ་གི་ཚིག་ཅིག་ཞུས་བ་ཡིན་ན། གལ་ཆེ་ཤོས་དེ་དོན་ཚན་དང་པོ་སྟེ། ད་ང་རང་ཚོ་སྤྱི་རིམ་ཆེན་མོ་འདི་ལ་དམིགས་ནས་ནི་ཚང་མ་ལོག་གི་ཞལ་འདེབས་གནང་ངེས། ད་འཛམ་བུ་གླིང་གི་ཕྱོགས་ག་ས་ག་ལ་ཡོད་དེ་བ་དེ་ནི་རྒྱལ་ཁབ་མང་པོ་ཅིག་གི་ནང་ལོག་ལ་ཡོད་དེ་ངས་ནི་མི་རིགས་འདྲ་མིན་མང་པོ་ཅིག་གི་དེ་ནི་ང་རང་ཚོ་ཆོས་སྐྱོང་རྡོ་རྗེ་བཞུགས་གདན་དེ་ངས་གི་ད་དམ་ཚིག་ཅིག་པའི་རྡོ་རྗེ་སྤུན་གྲོགས་ཡོངས་སུ་རྫོགས་པར་གི་དེ་ནི་དཔེ་ཅིག་ཨོ།

གཉིས་པ་དེ་ལ་ཡང་ཨ་ནི་ཞལ་འདེབས་དེ་འདྲའི་གནང་བ་ཙམ་རྒྱབ་སྐྱོར་དེ་འདྲའི་གནང་བ་ཙམ་མ་ཚད་པའི་ཕྱག་ལེན་སྣ་ལྔའི་ཚོགས་ཀྱི་ཐོག་ནས་ཞེ་དྲག་གི་སྐུ་ལས་བསྐྱོན་སོང་བྱས་ཙང་དེ་ཡིན་དུས་གང་ལ ྋསྐུ་ཞོགས་རྫ་བ་རིན་པོ་ཆེ་རེད་དེ་ནི་རྒན་བཀྲ་ཤིས་ལགས་རེད་རྒན་འོད་སྣང་ལགས་རེད་ཨ་ནི་སྐུ་ངོ་བསོད་ནམས་རིན་ཆེན་རེད་དེ་ལྷན་རྒྱས་ཚོ་རེད་ཨ་ནི་ད་ག་ན་ཞིག་གིས་ད་ང་རང་ཚོ་འདིའི་ནང་ལོགས་ལ་ཕྱག་ལེན་སྣ་ལྔའི་ད་པེ་ཅིག་སེར་སྐྱ་མང་པོ་འདུག་སེར་སྐྱ་ཕོ་མོ་རིས་སུ་མ་ཆད་པ་མང་པོ་ཡོད་རེད་བ་ཅེས་ཚང་མལ་གྱི་སྐུ་ལས་བསྐྱོན་ནས་ད་རེས་དེ་ཞབས་བརྟན་དེ་ཚགས་ཚུད་བོ་སྤུའི་དག་པོ་ཞི་བོ་ཅིག་གནང་སོང་ཅེས་ད་འདི་ཡིན་དུས་གང་ལ་ད་འདི་འདྲ་ཡིན་དུས་གང་ལ་ང་རང་ཚོ་ཤུགས་ལྡན་པ་མི་རེ་ངོ་རེ་ནས་དངོས་གནས་དྲང་གནས་ཀྱི་སྤྱི་དོན་གྱི་སོ་ནམ་ས་ཡ་གྱི་དོན་དག་ལ་ཞལ་འདེབས་ཕུལ་བཞག་པ་དེ་འོན་པའི་རེད་བ། ཇི་ལྟར་རྒྱ་མཚོ་ཆུ་ན་བསྐལ་བཟའ། ཇི་ལྟར་ཆུ་རྒྱ་མཚོ་ཆེ་ན་ཆུ་ཐིགས་བཞིན་རྒྱ་མཚོ་མི་ཟད་བར་དུ་དེ་མི་ཟད་གསུང་བ་ན་བཞིན་གྱི་ཨེ་ང་ར་ཚོགས་ཀྱི་དགེ་བ་རྫོགས་བྱང་དུ་བསྔོ་ཡན་དང། ཨེ་ནི་སོ་སོ་ངོས་ནས་ཅིག་སྒོ་མོ་ལྔ་སྤྱོད་གཅིག་ལས་མེད་པ་ཡིན་ན་ཡང་དེ་ནི་ཕ་གའི་ཕྱོགས་གཅིག་ཏུ་སྡོམ་ཡོང་དུས་གང་ལ་ཞེ་དྲག་གི་ཅིག་ཕ་གའི་ནུས་པ་མཐོན་པོ་ཏ་ད་རེ་དེ་དཔེ་དེ་ག་ས་ག་ལ་འཛམ་བུ་གླིང་གི་དགོན་སྡེ་ཆོས་ཚོགས་མང་པོ་གཅིག་གི་ནང་ལོགས་ལ་ཞབས་བརྟན་བྱས། དེ་ཡང་དགེ་འདུན་མང་པོ་ཨ་ནེ་གཅིག་དམ་ཚིག་གཅིག་པ་མང་པོ་གཅིག་ལ་ཡར་འབད་དུ་བྱས་ནས་ང་རང་ཚོ་གི་ཞབས་བརྟན་བྱས་ཡོད་པ་ཡིན་དུས་གང་ལ་དངོས་གནས་དྲང་གནས་ཀྱི་སོ་ནམ་ཡག་པོ་ཞིག་བསགས་ཏེ་ད་ང་ཚོ་ཚང་མ་ལོ་སོ་ནམ་གྱི་རྒྱབ་རྟེན་དེ་སྒུག་ཏུ་ཚང་མ་ལོག་གི་པས་རྗེས་སུ་ཡི་རང་ཡང་ནས་ཡང་དུ་གནང། སོ་ནམ་གྱི་རྒྱབ་རྟེན་ཡོད་ན་ང་ཚོ་སྤྱི་མཐུན་གྱི་སོ་ནམ་བསགས་དགོས་རེད་ཟེར་ཏེ་ག་རེ་ཟེར་ན་ང་ཚོ

པའི་ཞལ་འདེབས་རྒྱབ་འཇོག་གནང་མཁན་དང་ད་ག་ནང་བཞིན་གྱི་དེའི་ཐོག་ལ་ཡང་ཕྱག་ལས་གནང་མཁན་དག་ནི་ཚང་མ་བློ་ལ་ངས་སྙིང་ཁོང་རུས་པའི་གཏིང་ནས་ཐུགས་རྗེ་ཆེ་ཞེས་ནས་ཞུ་བའི་དོན་ཚན་གཅིག་དེ་ཡིན། དེ་ཙམ་མ་ཚད་པའི་ནི་ད་ལྟ་ཞལ་འདེབས་དེ་ཚོ་ཡང་དེ་ནི་དཔེ་གཅིག་སྒོར་མོ་གཅིག་ཡིན་ན་ཡང་ཆུད་ཟོས་དུ་མ་བཏང་བར་ཧ་ལས་པ་གཅིག་གི་སྤུའི་བདག་པོ་ཚགས་ཚུད་པོ་ཞིག་འོ་ཅི་གནང་ཞག་བྱས་ཙང་དེ་འདྲས་ཡིན་དུས་གང་ལ་དེ་ཚོ་ལ་རྗེས་སུ་ཡི་རང་ཞུ་ཡས་དང་ཨ་ནི་འཇུག་ཙང་ཡང་ད

ཨེ། དེ་ཙམ་མ་ཚད་པའི་ང་རང་ཚོ་ད་ལྟ་འདིའི་ཐོག་ལ་ཡང་ཐུགས་སྨོན་སྐྱབས་འཇུག་མང་པོ་ཞེ་བོ་གཅིག་གི་གནང་བཞག་ཡོད་རེད་བ་ད་གང་ག་གི་ཞལ་འདེབས་རྒྱག་ངེས་སོ་སོ་སོ་ག་ཡིན་ན་ཡང་ཐུགས་སྨོན་གནང་ཡོད་རེད་ལ་ཨ་ནི་ང་ཚོ་གི་ཕྱག་མཆོད་འབུལ་བྱེད་ས་གི་ཚོ་ག་ཡིན་ན་ཡང་ཐུགས་སྨོན་ཞེ་དྲག་གནང་བཞག་ཡོད་དུས་ག་ལ་འོ། དེ་ཐུགས་སྨོན་གི་སྨོན་ལམ་གི་ཐུགས་ཟིན་ངེས་དེ་བསམ་གྱིས་མི་ཁྱབ་པ་ཅིག་རེད་བ་ཅེ་ཙམ་སྨོན་ལམ་གི་ཐུགས་བསམ་གྱིས་མི་ཁྱབ་པ་ཡིན་པ་དེ་ད་ང་ཚོ་བཟང་སྤྱོད་འབྲེལ་བའི་ནང་ལ་ཤིང་གི་དུ་བ་ཅག་དེ་འདྲ་ཡིན་དུས་ག་ལ་སྨོན་ལམ་གི་ཐུགས་དེ་བསམ་གྱིས་མི་ཁྱབ་པ་ཡིན་ཙང་ཨ་ནི་ང་ཚོ་གི་ཕྱི་ནང་གི་འགལ་རྐྱེན་མང་པོ་ཤོར་བ་ཅིག་སེལ་འགྲོ་ཡ་ཅིག་རང་བཞིན་གྱི་ཆགས་གྲུག་རེད། དེ་ཙམ་མ་ཚད་པས་ནི་ཆོས་སྐྱོང་འདི་ཡང་དེ་ནི་ཕའི་བསམ་གྱིས་མི་ཁྱབ་པ་ཅིག་རེད་ད་སྐྱེས་བུ་དམ་པ་མང་པོ་གི་བསྟན་བསྟན་ཆོས་ཆོས་སྒྲུབ་སྒྲུབ་བྱས་ཤར་བའི་སྲུང་མ་ཅིག་རེད་མ་གཏོགས་ང་ཚོ་དེ་རིང་ཁེ་ཚང་གསར་པ་ཅིག་གི་དེ་འདྲའི་ག་གེ་ཅིག་མ་རེད། དེ་འདྲས་ཡིན་ཙང། ཆོས་སྐྱོང་འདི་གི་ལས་གཞི་ཁྲིད་ལས་དེ་ཚོ་ཡིན་ན་ཡང་དངོས་གནས་དྲང་གནས་ཀྱི། གར་སོང་བ་རེད་ད། མིག་མཐོང་ལག་ཟིན་ཡོད་པ་འདྲ་ཅིག་རེད། མོ། བྱས་ཙོ་དེ་འདྲ་ཡིན་དུས་གང་ལ་ཡིན་དགོས་གི་ཡ་རེད་ལགས་ད། སྐྱབས་རྗེ་བདེ་ཆེན་སྙིང་པོ་གི་དེ་ནི་ཐུགས་སྨོན་གནང་ནས་དམ་ལྡན་གྲུབ་པོས་ཁྱོད་ལ་གང་བཅོལ་བའི་ལས་ཤིག་ཕྲིན་ལས་རྣོ་མྱུར་ཐོགས་མེད་ཀུན་གྱི་མཐོང་ཆོས་མངོན་སུམ་རྟགས་ཐོན་ན་བདག་གིས་བཅོལ་བའི་ལས་དེ་གྲུབ་པར་མཛོད། ཅེས་ནས་སྐྱབས་རྗེ་བདེ་ཆེན་སྙིང་པོ་གི་ཐུགས་སྨོན་འདི་གནང་ནས་ད་དེ་ནས་གསུམ་པ་དུས་ད་ལྟ་བར་དུ་སྐྱེས་བུ་དམ་པ་ག་ཚད་ཀྱི་ཞལ་ནས་དེ་ཐོན་ཚར་དེ་སྨོན་ལམ་དེ་བརྒྱབ་ཚར་ད་དེ་འདྲ་ཅི་ལ་ཐུགས་དང་ནུས་པ་མེད་པ་ཡིན་ན་ཏེ། ཨ་ནི་ད་མེད།

ད་ང་རང་ཚུགས་པའི་བླ་མ་བསམ་གྱིས་མི་ཁྱབ་པ་ད་པའི་མཁས་གྲུབ་གཉིས་ལྡན་བཞི་བོ་དེ་འདྲས་ཡོད་རེད་དེ་དེ་ཚོའི་གི་གསུང་འབུམ་དང་དེ་ཚོའི་གི་ཐོག་ལ་ང་རང་ཚུགས་ཀྱི་ལས་ཀ་ཞེ་དྲག་བྱེད་ཐུབ་གི་མི་འདུག་བ། བྱས་ཙང་ད། ཡང་བལྟས་སུ་བལྟས་སུ་དེ་འདྲས་པར་རྒྱག་ཡ་དང་སྤྱིར་སྐད་བསྒྱུར་ཡ་ལ་སོགས་པ་དེ་འདྲས་མང་པོ་བྱེད་བྱུང་བ་ནི་གཞན་པ་གི་ཕྱོགས་ནས་བྱེད་བསྡད་ངེས་སུ་རེད་ཅེས་མ་གཏོགས་ང་རང་ཚུགས་ཀྱི་ཕྱོགས་ནས་དོན་ཡོད་ཡ་ཞེ་དྲག་མེད་བ་རེད་ཅེས། དེ་འདྲས་ཡིན་ཙང་སྐྱབས་རྗེ་རྡོ་ཆང་གི་གསུང་འབུམ་ནང་ལོགས་ནས་གལ་ཆེ་བ་ཁ་ཚ་དགོས་འདུག་དེ་རིང་སྐད་ཙང་ཡ་མི་ཚོ་ལ་ཅིག། ཁོ་ཅིག་དུས་ཚོད་དུ་མ་སོང་ན་དཔེ་གསོལ་བ་བྱས་ནས་བསྡད་ཡོད་ངེས་དེ་འདྲའི་གི་རིགས་དེ་ཚུར་བཏོན་ནས་ལས་ཀ་གྲུབ་བྱེད་བྱེད་དགོས་ས་རེད་ཨ་བསམ་ན་སྔན་མ་ནས་བསམ་བློ་འཁོར་མྱོང་དེ་ཡིན་ན་ཡང་དེ་པ་ཙ་ལགས་ཅིག་དུས་ཚོད་དེ་ཀོ་ར་སི་མ་འཁོར་བ་བྱས་ད་དེ་འདྲ་དེ་འདྲ་དུས་ཚོད་འགས་མ་འདང་བ་བྱས་ང་རང་གིས་ཡིན་ན་དེ་འདྲ་བྱུང་མ་སོང་ད་ཡིན་ན་ད་རིང་ང་ཚོ་སྤྱི་མཐུན་གི་སོ་ནམ་ས་ཡག་གི་ཆེད་དུ་དེ་ན་རྒྱ་རི་ཆང་རྡོ་རྗེ་འཆང་གི་གསུང་འབུམ་པར་རྒྱ་ཡག་གི་དེ་ང་ཚོ་གི་ད་ད་རེ

རེད་བ། སངས་རྒྱས་ཀྱི་ཉན་ཐོས་འཁོར་དང་བཅས་པ་ཐམས་ཅད་ཀྱིས་དེ་ནི་སངས་རྒྱས་ཀྱི་སྐུ་བཞེངས་ཡས་དེ་གཙོ་བོ་མ་བྱས་བར་བྱས་ནས་སངས་རྒྱས་ཀྱི་གསུང་ལ་གཅེས་སྤྲས་བྱས་དེ་གཙོ་བོ་མཛད་དོ། ཅེས་བརྩམས་ཤིང་ཏཱ་ལའི་ལོ་མ་ཡན་ཆོད་གང་ལ་དྲིས་ནས་བཀའ་ལས་རྒྱབ་ཅེས་དེ་འདྲས་གནང་ནོ། དེ་དེ་འདྲས་ཀྱི་བཀའ་དྲིན་ལ་བརྟེན་ནས་ད་ད་ལྟ་ཡང་ང་ཚོ་ཆོས་བྱེད་ས་ཅན་བྱེད་ཡ་ལྷ་དེ་ཡ་དེ་གསུང་འདི་ལྷ་དེ་བའི་བཀའ་དྲིན་རེད་བ། བྱས་ཙང་དེ་འདྲས་ཡིན་དུས་གང་ལ་ཨ་འདི་ཚོའི་ཐོག་ལ་དཔེ་མི་སྲིད་ཀྱི་ཡག་པོ་བྱུང་སོང། ད་ད་ནས་གསུམ་པ་གཅིག་གིས་ང་རང་ཚོ་གི་དཔེ་ཅིག་གང་ག་སྨོན་ལམ་དེ་ཡང་བསྟན་པ་རྒྱས་པར་འགྲོ་བ་བདེ་བ་སྔོ་ལྟར་དེ་རིགས་ཀྱི་ཐོག་ལ་ཡང་ཚང་མས་གི་པའི་སྨོན་ལམ་གང་ཤེས་ཅི་ཤེས་གང་ཐུག་ཅི་ཐུག་གནང་རོགས་གནང་ཟེར་ནས་ངས་དེ་འདྲི་གཅིག་མ་ཏོག་མིག་སེར་ད་ཞོ་ཨེས་གས་མི་འདུག་དེ་ཁེ་ཚང་སྔས་མ་ནས་དེ་འདྲི་གཅིག་ཞུས་ཚར་བ་ཡིན་ཨ་དེ་རིང་ངས་ཀྱི་ཤི་ལག་གི་དུགས་སུ་བྱས་ནས་མཛད་སྒོ་ཚོགས་གནང་ནི་ང་ལ་དེ་འདྲི་བྱེད་གནང་གི་ཡིན་ཟེར་ནས་གསུངས་པ་རེད་དེ་ཁེ་སང་ང་ཚོ་གི་ལས་བྱེད་ཚོ་གི་ཚང་མ་གི་ཚོ་ནས་རྒན་ལ་ལ་འདུག་ས་ས་ནས་ས་ཐོག་ལ་དེ་བྱེད་རོགས་བྱེད་ཟེར་ནས་གསུང་བྱུང་ཟེར་ནས་གསུང་གི་འདུག་བྱས་ཙང་བཀའ་དྲིན་ཆེ་ལས་བྱེད་ཚོ་ཚང་མ་བློ་ལ་དཔེ་སྙིང་ཁོང་རུས་པའི་སྟེང་ནས་ཐུགས་རྗེ་ཆེ་ཞུ་ཡ་དང་ནས་མང་ཚོགས་ཚང་མ་བློ་ལ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་ཡིན་ཨན་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན།